མཛའ་ཞིང་བརྩེ་བའི་སེང་གེ་འབྲོག་པ་རྣམ་པ་ཁྱེད་ཚོ་བདེ་མོ་ཡིན་ན་ང་སང་ཉིན་བམ་སྐབས་བཟང་རྒྱ་མཚོ་ཡིན། དེ་རིང་ཡང་མུ་མཐུད་ལྟ་ཕོ་ལུག་རྫི་འཕྲིན་ཐག་ལ་ཁ། རྩོམ་པ་པོ་རང་དགྲ་ལགས་ཀྱི་བསམ་མནོ་གི་ཐོབ་མོ་བསམ་པོ་གྲའི་མཛད་རྗེས་ལས་བརྩམས་པའི་རྟོགས་བརྗོད་ཀུན་ཏུ་བཟང་བོ་དེ་གར་ཕྱེ་བ་འདི་སྒྲོག་འདོན་བཟོས་རྒྱུ་ཡིན། ཨ་ཕོ་ལུག་རྫི་འཕྲིན་ཐག་སྟེང་གི་ལེའུ་བཅོ་བརྒྱད་པ། སློབ་དཔོན་དག། ཁྱེད་ཅག་གི་ཡོན་བདག་ལ་ང་སྤར་རྒྱལ་བཙན་པོ་སྲོང་བཙན་སྒམ་པོ་དང། བལ་རྒྱལ་འོད་ཟེར་གོ་ཁྱི་སྲས་མོ། བལ་མོ་བཟའ་འཁྲིབ་བཙན། ལྷ་རྒྱའི་ཐེ་ཙོང་གི་སྲས་མོ་ལྷ་གཅིག་གོང་སྐྱོང་རྣམས་ཡོད་པས་ཁྱེད་ཅག་གི་ཐུགས་བདེ་བར་གྱིས་ཤིག། དེ་ཡང་བསྟན་བཅོས་བསྒྱུར་བ་ལ་ཕུན་སུམ་ཚོགས་པའི་རྒྱུད་བཞི་ལྡན་དགོས་པར་གསུངས་ན། ཐོག་མར་བདག་ཅག་ཁ་བ་ཅན་གྱི་ཡིན་ཁུམས་འདི་ལ། མ་བརྩིགས་ལྷུན་གྱིས་གྲུབ་པའི་གངས་རི་དཀར་བོ་ཤེལ་གྱི་མཆོད་རྟེན་བཞེངས་དུས། ཕྱོགས་བཞི་ཁྱི་མོ་བསྐོར་བའི་ཁོར་ཡུག་ན། མཚོ་དམའ་མོ་གཡས་མེ་ལོང་བཤམས་པ་ལྟ་བུའི་མཛེས་པར་བརྒྱན་ཅིང། ཁྱི་བོ་རྣམ་བཞི་འབབ་པའི་འཇིགས་བསྔོ་ལེ་ལག་དང་བཅས་པར་རྩི་ཤིང་ནགས་རྩིས་ཀྱིས་མཛེས་ཤིང། འབྲུ་རིགས་སྣ་ལྔ་འཁྲུངས་ཤིང་ལྷག་པར་དུ་སྐྱེ་ཤུལ་ལྷ་སའི་ཕྱོགས་འདི་ནི། འབྱུང་བའི་ཁམས་སྙོམས་ཤིང་ཡུལ་ལ་བཀྲ་ཤིས་པའི་ཚད་མ་བརྒྱད་ཚང་བས་ན། གནས་ཕུན་སུམ་ཚོགས་པ་ཡིན་ནོ། ཡང་རྒྱལ་པོ་དང་བཙུན་མོ་དང་ལྷོ་དཔོན་དང་མཁའ་འགྲོ་དང་ལོ་ཙཱ་བ་དང། ཁྱེད་བོད་ཀྱི་འཛོམས་པའི་དུས་འདི་ལ། ཞི་གནས་རྒྱ་གར་རྒྱལ་པོའི་ལུགས་ལ་རྐྱང་ལྟར་འཇབ། སྟག་གཟིག་རྒྱལ་པོ་ཤ་ཁྱེར་ཁྲ་ལྟར་རྒྱུག། གེ་སར་རྒྱལ་པོ་ཤིང་ལ་རྟ་ལྟར་འཚབ། རྒྱ་ནག་རྒྱལ་པོ་ཤིང་ལ་སྦྲུལ་ལྟར་འཁྲུལ་བའི། ཐབས་ཀྱང་རྩོད་པ་མེད་པའི་ཡུལ་ཁམས་བདེ་ཞིང། ནང་དུ་སྐྱེ་བོ་ཕན་ཚུན་བར་ལ་འཚེ་བ་དང་འཁྲིག་པ་དང་ཕྲག་དོག་དང། གཞན་ཡང་འབྱུང་བའི་ཁམས་སྙོམས་པས་སྐྱེ་བོའི་ལུས་ལ་ནད་མེད་ཅིང་ཚེ་རིང་བ། ཤེས་རབ་འཕེལ་བའི་སྐལ་བ་དང་ལྡན་པས། དེའི་ཕུན་སུམ་ཚོགས་པ་ཡིན་ནོ། དེ་ལྟར་ཡང་སློབ་དཔོན་དང་ལོ་ཙཱ་བ་དང་མཁན་པོའི་ཁྱེད་ཅག་ནི་རིགས་པ་དང་སྒྱུ་རྩལ་དང་རྟག་པ་དང་སྒྲ་དང་རྩིས་ཀྱི་རིགས་པ་དང། ངེས་ཚིག་ལ་སོགས་པར་མཁས་པ་དང། བསྟན་བཅོས་བསྒྱུར་བ་ལ་ཡང་དག་པར་བརྒྱུད་པའི་སློབ་དཔོན་གྱི་མན་ངག་གདམས་པ་དང། དེས་རང་ལ་བསྟན་བཅོས་བསྒྱུར་བའི་རྗེས་གནང་སྩལ་བ་ཤ་སྟག་ཡིན་པ་ལ། ཁྱེད་ཅག་ནི་འཛམ་བུ་གླིང་གི་ཤེས་རིག་དར་བའི་གནས་རིག་བྱེད་དང་སྒྲ་དང་རྩིས་དང་སྨན་བྱེད་ལ་སོགས་པའི་བསྟན་བཅོས་མཐའ་དག་གི་འབྱུང་ཡུལ་ཏེ། ཐབས་ཤེས་རྒྱལ་ཁག་ནས་ཕེབས་པ་ཡིན་པས། སློབ་དཔོན་དང་ལོ་ཙཱ་ཕུན་སུམ་ཚོགས་པ་ཡིན་ནོ། ཡང་བཙན་པོ་བདག་དང། བན་མོ་བཟའ་འཁྲིབ་བཙུན་དང། ལྷ་གཅིག་གངས་སྐྱོད་རྣམས་ནི། བོད་ཡུལ་ཁ་བ་ཅན་དང། ནུབ་ཕྱོགས་བ་བོའི་ཡུལ་དང། རྒྱ་ཡུལ་ངོ་མཚར་གླིང་བཅས་སུ། ས་བཞིར་སྤྱོད་པའི་རྒྱལ་པོ་རིམ་པར་བྱོན་པ་ལས། དེ་དག་གི་གདུང་རྒྱུད་ཁྲི་མིལ་ཡིན་པས། ཨ་རིག་མཐོ་བ་དང། དེ་ལྟར་ཁོ་བོ་ཅག་ནི། ཚ་གྲང་གཉིས་ཀྱིས་བརྩེ་བས་མི་ཁོམ་པ་ངལ་བ་དང། བཀྲེས་སྐོམ་སྐྱེ་གདོང་བས་མི་ཁོམ་པ་ཡི་དྭགས་དང། ལུས་བཀོལ་སྤྱོད་ཀྱིས་མི་ཁོམ་པ་དུད་འགྲོ་དང། དབང་བོ་མི་སྲུལ་བ་ལྷ་ཚེ་རིང་བ་རྣམས་ཀྱིས། གནས་དང་བྲལ་བ། གཟུགས་འཛིན་དང་སྒྲ་འཛིན་དང་དྲི་འཛིན་དང་རོ་འཛིན་དང་རགས་འཛིན་ལ་སོགས་པའི་དབང་བོ་གསལ་བས་ན་དབང་བོ་ཚང་བ། སྤྱིར་སྤུར་རྒྱུད་བོད་འདི་ཡུལ་མཐའ་འཁོབ་ཏུ་གྱུར་ཅིང། དེའང་བདག་གི། དགེ་སློང། ཨ་ཀ་ར་མ་ཏི་ཤི་ལས་རྒྱ་གར་ཡུལ་གྱི་ལྷོ་ཕྱོགས། སངས་ག་ལའི་མཚོ་འགྲམ། རྡོའི་མཁར་ས་བ་ནས་རང་བྱོན་གྱི་སྐར་རྒྱབ། གླིང་བུ་ཆེས་ཉེ་བའི་བྱེ་མའི་འོག་ཏུ། ཙན་དན་བསྒྲིལ་གྱི་སྙིང་བོ་ལས་གྲུབ་པའི། རང་བྱོན་ཐུགས་རྗེ་ཆེན་པོ། ཞལ་གཅིག་གཅིག་པ། འོད་ཀྱི་འཕྲོ་འདུ་ཅན་ཞིག་སྤྱན་དྲང་བ། ད་ལྟ་བོད་ཁ་བ་ཅན་ན། ང་རྒྱལ་བོའི་རྟེན་སྐུལ་དུ་བཞུགས་ཡོད་པ་དང། ཡང་བདག་གི་བཙུན་མོ་བ་བཟའ་འཁྲབ་བཙུན་དང་ལྷ་གཅིག་གོང་ཆོས་གཉིས་བོད་དུ་ཕེབས་ཁར་རྫོང་སྐུལ་དུ་བསྩལ་བའི་བཅོམ་ལྡན་འདས་ཤཱཀྱ་ཐུབ་པ། དགུང་ལོ་བརྒྱད་ཀྱི་སྐུ་ཚུལ་ཅན། ཀྱུའུ་མི་སྤྱོད་རྡོ་རྗེ་དང། དགུང་ལོ་བཅུ་གཉིས་ཀྱི་སྐུ་ཚུལ་ཅན། ཀྱུའུ་ཤཱཀྱ་མུ་ནེ་ཞེས་པ། སངས་རྒྱས་རང་ཉིད་ཀྱིས་རབ་གནས་མཛད་པ། བཟོ་རྒྱུད་ལ་ལྷའི་རིན་པོ་ཆེ་ཨིན་ཏྲ་ནི་ལ་དང། ཨིན་ཏྲ་གོ་བ་དང། ཐོད་མཁའ་དང། ཐོད་མཁའ་ཆེན་པོ་དང། བཀོད་མཛེས་དང། མིའི་རིན་པོ་ཆེ་གསེར་དང་སྣག་དང། མི་དུག་དང་མི་སྨན་དང། བྱི་རུ་དང། གཞན་ཡང་བཟོ་རྒྱུའི་གཙོ་བོ། རྫིང་གི་མ་ལས་གྲུབ་ཅིང། ལྷའི་བཟོ་བོ་བི་ཤ་ཀརྨས་བཞེངས་བར་གྲགས་པ། མཐོང་ཐོས་དྲན་རེག་གི་ནི་གསེར་བུར་གྱུར་པ་དེ་ཡང། ད་ལྟ་བོད་ཁ་བ་ཅན་ན། ཁྲི་བཙུན་དང་ཀོང་ཇོ་གཉིས་ཀྱི་གཏན་སྐལ་དུ་བཞུགས་པ་ལགས་ན། ཁ་བ་ཅན་ནི་ཡུལ་མཐའ་ཁུལ་མ་ཡིན་ནོ། ཡང་བདག་གི་མེས་པོ་ལྷ་ཐོ་ཐོ་རུ་སྙན་ཤོས་ཀྱི་དུས་ནས་མདོར་བསྡུས་ཟ་མ་ཏོག་དང། ཕོག་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས་ཉུང་ངུ་ཡི་གེ་དྲུག་མ། སྤང་གོང་བཤགས་བྱ་བ་སོགས་ནམ་མཁའ་ནས་བབས་པའི། འོ་ཡི་འདི་རྒྱལ་བོའི་བཀའ་མེད་པའི་གནས་མ་ཡིན། དེ་ལྟར་བཙན་པོ་བདག་དང་ཁྲི་བཙུན་དང་གོང་ཅོ་གསུམ་ནི། དགེ་བའི་ཆོས་གང་རུང་ལ་དམིགས་ནས་དེ་ལ་ལོག་པར་འཛིན་པ་ཡང་མིན་པས། ངེད་ཅག་སྦྱིན་ན་ལོག་ལྟ་མེད་དོ། དེ་བས་ན་བདག་ཅག་གི་ལུས་རྟེན་འདི་ལ་བསྟན་འགྱུར་གྱི་ཆེས་ཚང་བའི་གཟུགས་བཟང་བ་ཡིན་ནོ། དེ་ཡང་ཁ་བ་ཅན་དུ་ཚགས་བུར་ན་དང། འཛམ་བུ་ཆགས་གསེར་དང། ལིང་གའི་གསེར་དང་ཞི་རུ་དང་སྤོས་ཤེལ་དང་རྡོ་རྗེའི་ཕ་ལམ་དང་ཨིན་ཏྲ་ནི་ལ་དང་ཀེ་ཀེ་རི་དང་བྷི་མ་རཱ་འག་དང་མར་སྐེལ་དང་ཐོམ་ཀ་སོགས། རིན་པོ་ཆེའི་བྱེ་བྲག་མང་བོ་ཡོད་པ་དང། བཙན་པོ་བདག་དང་ཁྲི་བཙུན་དང་གོང་བཅོ་གསུམ་ནི་རིན་ཆེན་དེ་དག་གི་བདག་པོ་ཡིན་པས། འབྱོར་བའི་ལོངས་སྤྱོད་དང་ལྡན་པས་ན་བདག་ཅག་ནི་ཡོན་ཏན་ཕུན་སུམ་ཚོགས་པ་ཡིན་ནོ། ཕྱོགས་བཞི་སློབ་དཔོན་དག། གནས་དང་དུས་དང་སློབ་དཔོན་དང་ལོ་ཙཱ། ཡོན་བདག་ཕུན་སུམ་ཚོགས་པ་འཛོམ་ན། བཀའ་བསྟན་བསྒྱུར་བ་དེ་ཆེས་དཀའ་བ་མ་ཡིན་ནོ། དེ་བས་ན་སློབ་དཔོན། སྐུ་ས་ར་དང་ལིབ་ཤན་དང། ཤིན་ལ་མི་འཛི། ད་ནི་ད། འགའ་ནི་ད་སོགས་ཀྱིས་ཡོན་བདག་ལ་ཁྲིབ་བཙུན་ཡོད་དོ། བྲམ་ཟེ་ཤིང་ཀ་རའི་ཡོན་བདག་ལ་ང་བཙན་པོ་ཡོད་དོ། ཧ་ཤང་གི་ཡོན་བདག་ལ་གང་སྐྱོན་ཡོད་དོ། དེའི་ཕྱིར་ཁྱེད་ཅག་གིས་བརྩོན་པ་བྱས་ཏེ་རྒྱལ་བའི་བཀའ་བསྟན་དག། བོད་གངས་ཅན་གྱི་སྐལ་དུ་བསྒྱུར་ཅིག་ཅེས་བ་ན། གསུངས་དེ་ལ་མཁན་པོ་ལོ་ཙཱ་བདག་གིས་བསྔགས་བརྗོད་ཀྱི་མེ་ཏོག་འཐོར་རོ། དེ་དག་བསྟན་གྱིས་བསྒྱུར་བའི་བྱ་བར་དངོས་སུ་ཞུགས་པའི་སྐབས། རྒྱལ་པོ་སྲོང་བཙན་སྒམ་པོ་དང་བཙུན་མོ་རྣམ་གཉིས་ཀྱིས། རྒྱལ་བོའི་བཀའ་མཛོད་ནས་དངོས་གྱུར་སྤྱན་གསུམ་གྱི་དུག་རིགས་མཐའ་དག་འཇོམས་པའི། རིན་པོ་ཆེ་སི་ཝུར་ནཱ་དང། འཛམ་བུ་ཁྱི་སེར་དང། ལིང་གའི་གསེར་དང། བྱི་རུ་དང། འཛམ་བུ་དྲི་ཤའི་ཐང་ཆུ་ཚུར་ལྷུང་བ་ལས་ཆུ་ཡིས་སྨིན་པའི་སྤོས་ཤེལ་དང། རྡོ་རྗེའི་ཕ་ལམ་དང་ཀེ་ཀེ་རི་དང་བྷ་མ་རཱ་འགའ་དང་མར་གུལ་དང་སེ་མོ་ཏོ་དང་ཐོད་འགའ་དང་ཨིན་ཏྲ་ནི་ལ་ལ་སོགས་པའི། གཡོན་བསྐྲད་ཀྱང་ཀིརྟི་ཆེན་པོ་མཛད་པའི་ཚེ། སློབ་དཔོན་དེ་དག་ནི་སྙེ་དང་ཀིརྟིའི་སྦྱོར་བ་རང་དུ་སྤོང་བ་ཤ་སྟག་ཡིན་ཀྱང། གང་དུ་རིན་པོ་ཆེའི་དགེ་འདུན་དཔུང་འཇོམས་ཡོད་པའི་གནས་དེ་དག་ཏུ་ནོར་རུ་འཕེལ་བ་ནི། རྒྱ་མཚོ་ཆེན་པོར་ཁྱེའུ་བབས་པ་ལྟར་འདུས་པ་བཞིན་དུ། ཡོན་ཏན་ལ་མངའ་བརྙེས་པའི་སློབ་དཔོན་དེ་དག་གི་དྲུང་དུ་རིན་པོ་ཆེ་དེ་དག་རྒྱ་མཚོ་ལ་ཁྱེའུ་འབབ་པ་ལྟར་མངལ་ལས་བསྡུ་མི་དགོས་པར་འདུས་པར་གྱུར་ཏོ། སྐབས་དེར། གངས་ཅན་ལྗོངས་ཀྱི་སྐྱེ་བོ་རྣམས་ལ་བཤད་ཚུལ་ཆེན་པོ་གཉིས་བྱུང་བ་སྟེ། ལ་ལས། འཛམ་བུ་གླིང་གི་རིན་པོ་ཆེ་མཐའ་དག་གི་ཕུད། བླ་མར་གྱུར་པ། བླ་མའི་དབྱིངས་བླ་མར་གྱུར་པ། གོང་མའི་དབྱིངས་གོང་མར་གྱུར་པ་ནི། སྲི་ཝར་ན་དང། འཛམ་བུ་ཆུ་སེར་ལ་སོགས་པ་ཡིན་ནོ་ཟེར། སྐྱེ་བོ་ཕལ་ཆེ་བས་ནི། འཛམ་བུ་གླིང་གི་རིན་པོ་ཆེ་མཐའ་དག་གི་ཕུད། བླ་མར་གྱུར་པ། བླ་མའི་དབྱིངས་བླ་མར་གྱུར་པ། གོང་མའི་དབྱིངས་གོང་མར་གྱུར་པ་ནི། རྒྱལ་བའི་བཀའ་བསྟན་ཡིན་ནོ་ཞེས་གྲགས་སོ། དེ་དང་མཉམ་དུ། བོད་ཀྱི་གཞོན་ནུ་རིག་པའི་གནས་ལ་དགའ་ཞིང་ཞེན་པ་སྐོར་ཞིག་ཀྱང། དགའ་བའི་རྩིག་ལག་ཁང་དེར་བརྒྱན་ནས། དེ་དང་མཉམ་དུ་བོད་ཀྱི་གཞོན་ནུ་རིག་པའི་གནས་ལ་དགའ་ཞིང་ཞེན་པ་སྐོར་ཞིག་ཀྱང་རྒྱལ་བོའི་གཙུག་ལག་ཁང་དེར་འདུས་ཤིང། ལ་ལས་བསྟན་བཅོས་བསྒྱུར་བ་ལ་གཞོལ་བའི་སློབ་དཔོན། ཀི་སཱ་ར་སོགས་ཀྱི་དྲུང་ནས་བསམ་གྲུབ་དེའི་སྐད་དང། རིག་བྱེད་དང། སྒྲ་ངེས་པར་བསྒྱུར་བ་དང། རྒྱལ་བོའི་བཀའ་བསྟན་སོགས་ལ་སྦྱོང་བ་མཛད་པ་དང། ལ་ལས་ཧ་ཞིང་སྨྲ་བ་འདི་བ་ཚོས་འདི་ནི་སྨན་གྱི་རིག་པ་དང། བཤད་དང། སྤོར་ཐང་ལ་སོགས་པར་སྦྱོང་བ་མཛད་དེ་མཁས་པོར་གྱུར་པ་དང། ཕལ་ཆེ་བས་ནི་བོད་ཀྱི་བརྡ་སྤྲོད་པའི་རྟེན་གྱི་རྒྱན་མགོ་བརྩམས་ཏེ། རིག་པའི་གནས་ལ་འཇུག་བཞིན་པས། ལྷ་ས་དམར་བོའི་རིའི་རྩིག་ལག་ཁང་དེ་ནི་རིག་པའི་གནས་མཐའ་དག་གི་འབྱུང་ཁུངས་ལྟ་བུ་ཞིག་ཏུ་གྱུར་ཏོ། དེ་ལྟ་ན། བན་དྲི་ཟླ་དང་ལོ་ཙཱ་བ་རྣམས་ཀྱི་དགོངས་པ་གཅིག་ཏུ་མཐུན་ཏེ། གཏན་གྱི་སྒྱུར་བའི་གཞི་ལེགས་པོ་ཞིག་དང། དེ་ཡང་བསྟན་བཅོས་གང་ཞིག་བསྒྱུར་ན། ཐོག་མར་མཚམས་སྤྲི་དུས་སྐད་ལ་བྱང་བའི་བན་དྲི་ད་གཅིག་དང། བོད་ཀྱི་རིག་པའི་གནས་ལ་བྱང་བའི་ཁེ་བ་གཅིག། སྐད་གཉིས་ལ་བྱང་བའི་ལོ་ཙཱ་བ་གཅིག་སྟེ། དེ་གསུམ་འཛོམས་ཏེ་བསྒྱུར་བའི་བསྟན་བཅོས་ལ། འགྱུར་ཁྱད་དུ་འཕགས་པའི་བསྟན་བཅོས་ཞེས་བྱ། རྒྱལ་བའི་བཀའ་བོད་སྐད་དུ་བསྒྱུར་བ་ལ། རྒྱུད་དེ་གསུམ་འཛོམས་དགོས་པར་བློ་གཅིག་ཏུ་མཐུན་པ་དང། རྒྱལ་བས་ཀྱང་འབྱུང་འགྱུར་ཁྱད་དུ་འཕགས་པའི་བསྟན་བཅོས་བསྒྱུར་བར་དགོས་ཀྱི་མཛད་དོ། མེ་རྟ། སྤྱི་ལོ་དྲུག་བརྒྱ་ཞེ་དྲུག་ལོ་ནས། རྒྱལ་བ་ཤཱཀྱ་ཐུབ་པའི་བསྟན་པ་ལས། རྔོན་པའི་སྡེར་སྣོད་དང། མདོར་བསྡུས་སྡེར་སྣོད་དང། འདུལ་བའི་སྡེར་སྣོད་རྣམས་བསྒྱུར་ཅིང། ཁྱད་པར་དུ་འདུལ་བའི་སྡེར་སྣོད་ལས་བྱུང་བའི་ལྷག་པའི་རིམ་པ་སོ་སོ། གངས་ཅན་ལྗོངས་ཀྱི་སྐྱེ་བོ་མི་རྒོད་རྣམས། ཡ་རབས་སྐས་ལྡན་གྱི་ཕྱོགས་སུ་འཁྲིད་པར་བྱེད་པ་དང། དེ་དང་བསྟུན་ནས་རྒྱུད་ལ་ཡོན་ཏན་རིན་པོ་ཆེ་བསྟན་པའི་ཐོག་མི་ལོ་ཙཱ་བ་དེས་བསྟན་པ་གང་གིས་རྒྱུན་ལྟར་སྤྱད་དེ། བོད་གངས་ཅན་གྱི་སྐད་བརྡ་གཅིག་གྱུར་བྱེད་པ་ལ་བརྩོན་པར་བྱེད་བཞིན་པ་དང། ལྷག་པར་དུ་བསྟན་བཅོས་བསྒྱུར་སྐབས་སྔར་བོད་སྐད་ལ་དྲག་ཞིང་དྲིས་པའི་བརྡ་རྣམས་རང་སོར་བཞག་སྟེ་བསྒྱུར། སྔར་མེད་གསར་དུ་བཟོ་དགོས་པ་རྣམས་བོད་རང་གི་སྐད་ལ་རྨང་གཞི་བྱས། དེའི་སྟེང་དུ་ལེགས་སྒྱུར་སྐད་ཀྱི་དོན་དུས་གསར་བརྒྱན་ཏེ་བསྒྱུར། དེ་ཡང་བསྟན་པ་འདིའི་སྐྱབས་སམ་དཔུང་གཉེན་རིན་ཆེན་གསུམ་གྱི་མིང་འདི་ལྟར་བསྒྱུར་བར་མཚོན་ན། དེའང་ར་སྣ་ནི་སྤྱིར་རིན་པོ་ཆེ་དང། དཀོན་པ་དང། མཆོག་དང། རྩེ་མོ་དང། ཕུད་ལ་སོགས་པར་འཇུག་ཅིང། གལ་སྲིད་རིན་ཆེན་ཞེས་བསྒྱུར་ཚེ། འཛམ་བུ་གླིང་གི་རིན་པོ་ཆེའི་བྱེ་བྲག་གསེར་དངུལ་ཟངས་ལྕགས་ལ་སོགས་པར་འཁྲིལ་འགྲོ་བས་མི་རུང། ཡང་རྩེ་མོའམ་ཕུད་ཅེས་བསྒྱུར་ཚེ། རི་བོའི་རྩེ་མོ་དང་སྲིད་ཕུད་ཀྱི་ཟླ་ལ་འཁྲིལ་ཉིན་བྱེ་བས་མི་རུང། དེའང་ར་ནི་དོན་ནི་འབྱུང་བ་དཀོན་པའི་ཕྱིར་དང། དྲི་མ་མེད་པའི་ཕྱིར་དང། མཐུ་དང་ལྡན་པའི་ཕྱིར་དང། འཇིག་རྟེན་གྱི་རྒྱུན་དུ་འགྱུར་བའི་ཕྱིར་དང། ཕྱོགས་ཉིད་ཀྱི་ཕྱིར་དང་འགྱུར་བ་མེད་པའི་ཕྱིར་ན། རན་ན་ཞེས་གྲགས་པས་འདི་ལ་དཀོན་པའི་དོན་ཡང་ཡོད། ཆོས་སྐུ་དོན་ཡང་ཡོད་པས་དཀོན་མཆོག་སྐྱེས་སུ་གྱུར། དེ་བས་ན་དཀོན་མཆོག་ལ་གསུམ་སྟེ། སྦུད་ཟླ་དང་སྡར་མ་དང་སངས་དགའ་གསུམ་ལས་དང་ངོ། སྦུད་ཟླ་ཞེས་པ་ནི་ཉིད་ལས་སངས་བ་དང། མེ་ཏོག་བི་མ་རྒྱས་པ་གཉིས་ཀ་ལ་ཆ་མཉམ་པར་འཇུག་པས། སངས་དང་རྒྱས་གཉིས་ཀ་གཅིག་ཏུ་བསྡོམས་ཏེ་སངས་རྒྱས་སུ་གྱུར། སྡར་མ་ནི་རང་གི་ངོ་བོ་འཛིན་པའི་དོན་དུ་འཇུག་ལ། དེ་ཡང་ཤེས་བྱ་དང་མྱང་འདས་དང་ཡིད་ཀྱི་ཡུལ་དང། བསོད་ནམས་དང། ཚེ་དང་གསུང་རབ་དང་འབྱུང་འགྱུར་དང་ཉེ་བ་དང། ཆོས་ལུགས་དེ་དོན་སྤྱི་ལ་འཇུག་པའི་ཆོས་ཞེས་སུ་བསྒྱུར། ཡང་འཚང་ག་ནི། དགེ་བར་འདུན་པ་ལ་འཇུག་པའི་དགེ་འདུན་ཞེས་བྱ་བར་བསྒྱུར། དེ་བས་ན་བསྟན་བཅོས་བསྒྱུར་བའི་སྐབས་སུ་དོན་ལ་དམིགས་ཏེ་བསྒྱུར་བས་དོན་བསྒྱུར་དང། ཚིག་དོན་གཉིས་ལ་དམིགས་ཏེ་བསྒྱུར་བས་ཐད་བསྒྱུར། སྒྲ་ཇི་བཞིན་དུ་བསྒྱུར་བའི་སྒྲ་བསྒྱུར་རྣམས་ཡོད་པས། ཐོ་མི་ལོ་ཙཱ་བས་དེ་གསུམ་གའི་གཅིག་ཀྱང་མ་དོར་བར་གང་ལ་གང་འཚམ་གྱིས་བསྒྱུར་ཏོ་ཞེས་གྲགས་སོ། རྒྱང་རིང་ནས་བལྟས་ན། སྐྱེ་ཤུལ་ལྷ་སའི་ཡུལ་གྱི་དམར་བོ་རི་ནི་གླང་ཆེན་གྲས་སུ་ཉེ་བ་དང་འདྲ་ལ། སྐྱག་པོ་རི་དེ་ཚངས་ཆེན་གནམ་དུ་ཕྱུང་བ་དང་མཚུངས་ཤིང། གཡང་བ་མ་རི་ནི་སྟག་མོ་ཚང་དུ་འཛེགས་པ་ལྟར་ཡོད་པ་ལས་ད་ལྟ་གླིང་ཆེན་གྲས་སུ་ཉེ་བར་འདྲ་བའི་རི་བོ་འདིའི་མཐའ་སྐོར་དུ། ཧོ་རྩལ་གཅིག་ཙམ་གྱིས་སྲིད་དུ་ལྕགས་རི་རིམ་པ་གསུམ་གྱིས་བསྐོར་ཅིང། དེའི་དཀྱིལ་དུ། རྔམ་བརྗིད་ལྡན་པའི་མཁར་དགུ་ཏོག་གཅིག་ཁང་མིག་བརྒྱ་ཕྲག་མང་བརྩེགས་ཤིང། མཁར་དེ་དག་གི་རྩེ་ན་སྡུག་དང་རྒྱ་མཚན་དང་ཕན་དང་བ་དན་སོགས་རླུང་གིས་གཡོ་ཞིང། མཁར་རེ་རེའི་ཟུར་དུ་ཞིབ་ཆེན་གྱིས་བསྒྲེང་བ་དང། ཕོ་བྲང་གི་ཁོ་ར་ཁོར་ཡུག་ཏུ་སྐར་མ་དང་ཕྲེང་བ་མ་དང་ལི་མ་དང་མེ་ཏོག་མ་དང་རྡིག་པའི་མ་དང་སྣང་སྲིད་མ་དང་དྲི་ཆུ་མ་སོགས་ཀྱིས་མཉམ་སྦྱར་འབུམ་གྱིས་བྱུགས་པའི་མཛེས་པའི་སྐར་ཁྲབ། མེ་ཏོག་གི་ཕྲེང་བ་ཕུལ། འགྱུར་ཁུག་བསྡམས་པའི་བཞིས་སྟོང། ཤིང་ལ་བྱིན་པའི་བདུག་པ་སྣ་ཚོགས་ནམ་མཁའི་སྤྲིན་གྱི་འདུ་འགོད་ལྟར་བདུག། ཡན་ལག་བརྒྱད་དང་ལྡན་པའི་ཆུ་ཡིས་ས་གཞིར་ཆག་ཆག་བཏབ་སྟེ། དགའ་སྟོན་གྱི་ཡོ་ལང་གསར་བ་སྟོན་ཁའི་སྤྲིན་གྱི་འདུ་འགོད་ལྟར་བྱེད་བཞིན་པ་ནི། ལོ་ཙཱ་བ་ཐོག་མི་བསམ་པོ་གྲྭ་གཙོས་བྱས་པའི་ལོ་ཙཱ་བ་དང། བན་དྲུ་དང། ཁྱེང་བ་རྣམས་ཀྱིས་གཏན་གྱི་ཁག་གཅིག། བོད་ཀྱི་སྐད་དུ་བསྒྱུར་བ་ལ། རྒྱལ་བོ་སྲོང་བཙན་སྒམ་པོས་དགའ་སྟོན་མཛད་པའི་ཚུལ་ལགས་སོ། སྐབས་དེར། ཕོ་བྲང་དམར་བོའི་རིའི་རྩིག་ལག་ཁང་དེ་ན། བོད་རང་གི་སྐད་ཀྱིས་བྲིས་པའི་ལག་རིམ་གྱི་ཕུང་བོ་ཁལ་ཚུལ་ལོང་བ་ཞིག་མཐོང་ཐུབ་པ་ནི་འདི་ལྟར་ཏེ། དཀོན་མཆོག་སྤྲིན་དང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སྟོང་ཕྲག་བརྒྱ་བ། གཞན་ཡང་སྤྱན་རས་གཟིགས་ཀྱི་མདོ་རྒྱུད་ཉེར་གཅིག་སྟེ། ཟ་མ་ཏོག་བཀོད་པ། ཕྱི་སྟོང་སྤྱན་སྟོང་གི་གཟུངས། བལ་མེའི་སྙིང་བོའི་མདོ། ཞལ་གྱི་གཅིག་པའི་མདོ། གྱི་གཅིག་ཞལ་གྱི་གཟུངས། དོན་གཤེགས་པ། དོན་གཤེགས་ཕྱི་མ། བལ་མ་མཆོག། དབང་བསྒྱུར་འཁོར་ལོ། ཆོ་ག་སྔགས་ཀྱི་རྒྱུད། ཡིད་བཞིན་ནོར་བུའི་གཟུངས། སྙིང་རྗེ་ཆེན་པོའི་མི་ཤུལ་བ། འོད་ཟེར་རྣམ་བཀོད། བལ་མ་ཅོད་པན་གྱི་རྒྱུད། ཡི་གེའི་དྲུག་པའི་མདོ། དམ་སྐྱེས་དཔལ་དཀར། སྤུན་ཟླ་རིགས་ཀྱི་མདོ། འཁྱགས་ཀླུང་སྣ་ཚོགས་པའི་མདོ། སྣང་བ་རོལ་བའི་མདོ། མཚན་བརྒྱ་རྩ་བརྒྱད་པ། མཚན་རབས་ཡོངས་སུ་བསྟན་པའི་མདོ་སྟེ་ཉེར་གཅིག་རྣམས་དང། གཞན་ཡང་སྤང་སྐོང་ཕྱག་རྒྱ་བ་དང་མདོར་བསྡུས་ཟ་མ་ཏོག། ཙནྡ་མ་ནས་བཟུང། མདོ་སྡེ་ལས་རྣམ་པར་འབྱེད་པའི་གཟུངས་རྣམས་ཡིན་ནོ། དེ་ལྟར་རྗེ་འབངས་རྣམས་དམར་བོ་རིའི་ཕོབ་དྲངས་ན། རྒྱལ་བ་ཤཱཀྱ་ཐུབ་པའི་གཏམ་དཔའ་བོ་སྐད་དུ་བསྒྱུར་བ་ལ། དགའ་སྟོན་གྱི་ཡོ་ལང་ཉིན་བཞག་གི་འཕྲེང་བ་ལྟ་མར་སྤེལ་བའི་སྐབས་སུ། ལོ་ཙཱ་བ་ཐོ་མི་སམ་པོ་ཏིས་ཕོག་པ་སྤྱན་རས་གཟིགས་ཀྱི་རྣམ་ཐར་ལས་བྱུང་བའི་འབེལ་གཏམ་སྤེལ་བ་ནི་འདི་ལྟར་ཏེ། ཀྱེ་སྤྲུལ་བའི་རྒྱལ་བོ་དང་བློན་དང་ཕྱོགས་བཞིའི་རྒྱལ་ཁག་ནས་ཡོང་བའི་སློབ་དཔོན་དང་བན་དྲུ་དག་དང་ཆེན་བུ་དང། རྩེད་མོ་དང། འབངས་དང་བཅས་པའི་འགྲོ་བ་རྣམས་ཉོན་ཅིག། མི་བརྒྱུད་ཀྱི་འཇིག་རྟེན་འདི་ཡང་དག་པར་རྫོགས་པའི་སངས་རྒྱས། རིག་པ་དང་སྐྱབས་སུ་གདམས་པ། བདེ་བར་གཤེགས་པ། འཇིག་རྟེན་མཁྱེན་པ། སྐྱེ་བོ་འདུལ་བ། ཁ་ལོ་བསྒྱུར་བ། བླ་ན་མེད་པ། ལྷ་དང་མི་རྣམས་ཀྱི་སྟོན་པ་ཤཱཀྱ་ཐུབ་པ། སྐུ་ཡོངས་སུ་མྱ་ངན་ལས་འདའ་བར་དགོངས་པའི་ཚེ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ། ཕོག་པ་སྤྱན་རིས་གཟུགས་རང་ཞིག་གི། སྐུ་ཡོངས་སུ་མྱ་ངན་ལས་མི་འདའ་བར་གསོལ་བ་བཏབ་བོ། བྱང་ཕྱོགས་ཁ་བ་ཅན་གྱི་རྒྱལ་ཁམས་ཞབས་ཀྱིས་མ་བཅག་གསུང་གིས་མ་བསྐྱངས་ན། འདི་རྣམས་ཀྱི་དོན་དུ་གཞུག་པར་ཞུའོ་ཞེས་གསོལ་བས། བཅོམ་ལྡན་འདས་ཀྱིས་བཀའ་སྩལ་པ། བྱང་ཕྱོགས་ཁ་བ་ཅན་གྱི་རྒྱལ་ཁམས་ནི། མཐའ་ཁུབ་ཀྱི་གནས་སུ་སོང་བས། སེམས་ཅན་མི་ཡི་ལུས་ལ་ཤུགས་ཀྱིས་སྐྱོབ་པར་གྱུར་པས། བྱང་ཆུབ་སེམས་དཔའ་ཁྱོད་ཀྱིས་འདུལ་བར་གྱུར་ཅིག། ཞེས་བཀའ་སྩལ་ཏོ། དེ་བས་ན་བྱང་ཕྱོགས་ཁ་བ་ཅན་གྱི་ཡུལ་ཁམས་ཞེས་བྱ་བ་ནི། རང་རེའི་སྤར་རྒྱུད་ཀྱི་ཡུལ་ཁམས་འདི་ཡིན་ནོ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་མོ་ཕོག་པ་སྤྱན་རས་གཟིགས་དབང་ཕྱུག་གིས་སྤྲུལ་བ་ནི། རང་རེའི་སྤར་རྒྱུད་ཀྱི་བཙན་པོ་སྲོང་བཙན་སྒམ་པོ་ཉིད་ཡིན་ནོ། དེ་བས་ན་རང་རེའི་རྒྱུད་འདི་ནི། བྱང་ཆུབ་སེམས་དཔའ་རྣམས་ཀྱི་མཆོག། སྔོན་ནུབ་ཕྱོགས་བདེ་བ་ཅན་གྱི་བྱང་ཁམས་སུ། སངས་རྒྱས་སྣང་བ་མཐའ་ཡས་ཀྱི་མདུན་ནས། ཐུགས་བསྐྱེད་པས་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་གཤིན་རྗེ་ལ་བརྟགས་ནས། ཕོ་བྲང་རི་བོ་པོ་ཏཱ་ལའི་རྩེ་མོ། ས་ཕྱོགས་ཐམས་ཅད་རིན་པོ་ཆེའི་གསེར་དང་དངུལ་དང་མུ་ཏིག་དང་སྦེ་འབྲས་ཡ་དང་སྟོང་དང་སྨན་ཤིད་དང་ཤི་རི་དང། ཨར་མ་སྒར་པ་དང་གཞན་ཡང་མེ་ཏོག་གི་བྱེ་བྲག་བི་མ་དང་ཀུ་མུ་ད་དང། བིན་ཏྲ་རི་ཀ་དང། ཙམ་པ་ཀ་དང། མྱ་ངན་མེད་པ་དང། བ་རི་ཤ་ཀ་དང། མ་ཛི་ཤ་ཀ་དང། ན་ལི་ན་དང། སོ་འགུ་མདའ་དི་དང། ཀེ་ས་ར་དང། མདོག་མཛེས་དང། མདོག་མཛེས་ཆེན་པོ་ལ་སོགས་པས་གང་བ། ཧོ་གསུམ་གྱི་འབྲས་བུ་ཅན་དུ་མས་གང་བ། ཞེས་ཚོགས་མང་བའི་སྐལ་ཉིན་སྒྲོགས་པ། རི་དྭགས་དང་སེམས་ཅན་གྱི་ཚོགས་མང་ཡོད་པ། རི་བོ་དེ་ལྟ་བུ་བཀྲ་ཤིས་པ། ཤིན་ཆེ་བ། ཉམས་དགའ་བ་གཅིག་ཡོད་དེ། རལ་གྲིའི་རྩེ་མོ་ན་ཕོག་པ་སྤྱན་རས་གཟིགས་དབང་ཤིག་གི་ཕོབ་གྲངས་རིན་པོ་ཆེ་སྣ་ཚོགས་ཀྱི་ཁང་བ་བརྩིགས་པ་གྲི་བཞི་བ། ཀ་བ་བཞི་བརྩིགས་པ། ཕྱོགས་བཞི་རིན་པོ་ཆེ་སྒོ་བཞི་ཡོད་པ། མཉམ་པ་ཕྱག་མཛེས་བ། ཉམས་དགའ་བ། བཀྲ་བ་དམ་པ། ལྟ་ན་སྡུག་པ། ཐེམ་སྐས་བཞི་དང་ལྡན་པ། ལྔས་ནི་རིན་པོ་ཆེའི་གསེར་དང་དངུལ་དང་བི་མ་རཱ་འགའ་དང་ཨིན་ཏྲ་ནི་ལ་བཅས་ཀྱིས་གྲུབ་པ། གསེར་བཞི་བོ་མར་གིལ་དང། འོག་བཞི་ཀེ་ཀེ་རི་དང། སྟེང་ཐོན་ཐང་དང། མདའ་དབྱིབས་དང་བོ་གསེར་དང། ཁྱི་འཛིན་གཉིས་པ་དངུལ་དང་ཁྱི་འཛིན་གསུམ་པ་གཡུ་ལས་བྱས་པ། མུ་ཏིག་གི་དྲ་བ་དང་དྲ་བྱེད་པས་བརྒྱན་ཅིང། རིན་པོ་ཆེ་སྣ་ཚོགས་ཀྱི་རྒྱུ་ལས་བྱུང་བའི་དྲིལ་བུ་གཡེར་ཁའི་སྒྲ་སྤྲོད་ཅིང། དེ་བས་ན་སངས་རྒྱས་ཁྲི། ཉི་ཟླ་བར་མའི་གདན་མཛེས་པ། དྲྭ་བ། བྱམས་པ་དེ་ལ་གཞིགས་པའི་འཕགས་པ་སྤྱན་རས་གཟིགས་ཀྱི་སྤྲུལ་བ་ཡིན་ནོ། དེ་བས་ན་བཏང་ནས་བརྩམས་ཏེ་རང་རེའི་དཔེར་བརྗོད་ཀྱི་ལམ་ཁར། གླིང་ཆེན་བཀྲས་སུ་ཉལ་འདྲའི་སྟེང་ཆགས་ཤིང། མཐའ་སྐོར་དུ་ཧོ་རྩེག་གཅིག་ཙམ་གྱི་སར་ལྕགས་རི་རིམ་པ་གསུམ་གྱིས་བསྐོར་བ། ཁར་དགུ་ཐོག་ལ་ཁང་མིག་བརྒྱ་ཕྲག་མང་བོ་ལྡན་ཅིང། སྡུག་དང་རྒྱ་མཚན་དང་བ་དན་དང། ཐུན་ལ་སོགས་པ་རླུང་གི་སྤྱོད་པ། དེའི་ནང་དུ་སེང་གེའི་རྣམ་པར་འགྱིང་བའི་ཁྲི་བྱམས་པའི་ཕོ་བྲང་དམར་བོ་རི་འདི་ནི། ཕོ་ཁ་སྤྱན་རས་གཟིགས་ཀྱི་བཞུགས་གནས། ཕོ་བྲང་པོ་ད་ལ་སྟེར་མཛེས་བ། བཀྲ་བ། ཞིན་ཆེ་བ། ད་ནི་ཕོ་བྲང་འདིའི་མཚན་ལ་ཕོ་བྲང་པོ་ད་ལ་ཞེས་མཚན་བཏགས་ན་ལེགས་སོ། ཞེས་གསུངས་སོ། ཐོག་མའི་འབུད་གཏམ་སྙན་མོ་དེ། ཁ་བ་ཅན་གྱིས་ཡིག་ཁམས་ཡོངས་སུ་དྲག་ཆས་སོགས་ཀྱིས་ཁྱབ་པ་དང། རྒྱལ་བློན་སྤང་དང་བཅས་པས་ཁོང་གི་གསུང་བ་ལ་མངོན་པར་བསྟོད་པས། གླང་ཆེན་བཀྲེས་སུ་མྱ་འདྲེ་རི་བོ་འདིའི་སྟེང་གི་ཕོ་བྲང་འདི་ལ་པོ་ད་ལ་ཞེས་མིང་ཐོགས་ཤིང། མིང་དེ་ཁ་བ་ཅན་གྱི་ལྕགས་རིའི་མུ་འཁྱིལ་ལས་འགོངས་ཏེ། ཐབས་ཞེས་རྒྱལ་ཁམས་ཡོངས་སུ་ཡང་དེ་ལྟར་དུ་གྲགས་སོ། རྒྱལ་བོའི་བཀའ་བསྟུན་དབུལ་གངས་ཅན་གྱི་སྐད་དུ་བསྒྱུར་བ་དང། དམར་བོ་རིའི་ཕོ་བྲང་ལ་པོ་ད་ལ་ཞེས་མཚན་གསོལ་བའི་སྐབས་དེ་རྒྱབ་པའོ།